བརྒྱ་ནི་དགུ་བཅུ་གོ་ལྔ་ཐེ་ནི་བརྒྱ་རང་འཆར་ལི་དོད། དེ་འདྲའི་ཕྱི་ནང་དབའ་ཡི་དག་ནང་ཚོང་ཁང་རོ་མ་སིལ་མ་དུ་དབའ་ཡི་གྱོང་སླེམ་དག་ར་སར་དག་ཁྱོད་རང། ཡའོ་ཚང་མ་ལོ་བསྐྱར་དུ་མཇལ་བ་བཀྲ་ཤིས་བདེ་ལེགས་ད་དེ་རིང་ང་རང་ཚོ་ཨང་རྩིས་ནས་ཐེན་རྩིས་སྦྱང་ཡག་དང་ལོ་ཐེན་རྩིས་ཁྱོད་རང་ཚོ་མང་ཆེ་བ་ཅིག་ཤེས་མགོ་རེད་དེ་ཡིན་ན་ཡང་ཡང་བསྐྱར་བསྐྱར་ནས་བསྐྱར་དུ་ཁྱོད་རང་ཚོ་ནུས་འདྲུ་ལྟ་ཅི་ན་ཞུ་ན Silly mistake ལས་དེ་བྱེད་དེ་ཡི་འདུག་ཨ། འོ་འདི་གི་ལས་ཀྱི་མ་བྱུང་བའི་ཆེད་དུ་ཁྱེད་རང་ཚོའི་ཆེད་དུ་བརྙན་ཐུང་འདི་བཟོས་ཡོད། གལ་སྲིད་ཁྱེད་རང་ཚོ་གིས་ཤེས་རྒྱུ་ཡོད་བསམ་གི་འདུག་ན་བརྙན་ཐུང་འདི་མུ་མཐུད་ནས་གཟིགས་དང་རོགས་ཨ་འདི་ནང་ལ་དྲི་བ་ཁ་ཤས་ཞིག་ཡོད་ཁྱེད་རང་ཚོས་ཕལ་ཆེར་ནོར་གི་རེད་བསམ་གི་འདུག་ར་ཡིན་ནའི་ད་མ་འདོང་ར་ཡིན་ན་ཁག་ཡོད་མ་རེད་ཨ་ནི་ང་རང་ཚོ་ཐག་རིང་ཐེན་ཚིག་གི་སློབ་ཆེན་དེ་སྦྱང་ཨེ་ད Let's go ད་རིང་ང་རང་ཚོ Subtraction ལས་དེ་སྦྱང་ཨ་ད་ལོ་ཨིན་ཇི་གའི་ནང Subtraction ལ་རེད་བོད་སྐད་ནང་ཐེན་ཚིག་ལ་རོགས་ཨ་ད་ང་རང་ཚོ་འདི་མི་ཚེ་ནང་བརྟག་པ་བྱེད་དེ་འོ་ར་ཡ་ཡིན་ནའི་ཐེན་ཚིག་ཡང་སྐྱར་ཡང་ཡིན་སྐད་ནོར་སྐྱོ་དེ་འདི་མང་པོ་མཐོང་སོ་ད་ད་རིང་ང་རང་ཚོ་མ་འོངས་པར་མ་ནོར་རེ་བྱེད་དུ་རྨང་གཞི་ནས་སྦྱང་ག་ཡིན་ད་ལོ་ད་དེ single digit ནས་སྦྱང་གིན་ད་ང་རང་ཚོ་གནས་གཅིག་ཡོད་སྐྱོད་ཀྱི་གྲང་རོ་ཨ། དཔེར་ན་ད་ལྟ་དེ་ལ་དགུ་ནས་གཉིས་ཐེངས་ལ་དུ་ཨ། དགུ་ནས་གཉིས་ཐེངས་ལ་དུ་བསམ་པ། ག་འདི་ཆེ་ཨ་ཡིན་མོད་འབྲེལ་བ་ཡོད་མ་དང་པོ་ཨོ་ནི་ཆེ་ན་ད་ར་ཨང་རྩིས་གནང་ལ། ད་ལྟ་བདུན་ལ་ག་རེ་བྲིས་ཤག་འོ་འདི་ང་ཚོ་འབྲེལ་བ་ཡོད་རེད། བདུན་དེ་བྲིས་ཁོ་དེས་བདུན་ལ་ལ་དུས་ང་རང་ཚོ་དེ་གྲངས་ཀ་བདུན་དེ་ལེན་མི་ཐུབ་ལོ་དེ་བདུན་ལ་རེད་ཁོ་རྒྱབ་ལ་རོ་ཨོ་ཁེ། དགུ་ནས་གཉིས་ཐེན་རེད་ལ་ལས་ལོ་རོ་ཨ་གཉིས་ནས་གྲངས་ཀ་བརྩི་ཨ་གསུམ་པ་དགུ་པ་དང་གྲངས་ཀ་བརྩི་ཨ་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་ག་ཚད་གསུམ་དྲུག་བདུན་ཆ་ཟ་བ་དེ་ང་རང་ཚོ་ལས་ཚར་འདི་ད་ལས་ལོ་རེད་གསུམ་གོ་དེ་ཁྱེད་རང་ཚོ་ཤེས་ཀྱི་རེད་རོ་ཨ་ང་ཚོ་སིང་གལ་ཇི་བྱེད་ཚང་མ་བྱེད་ཐབས་ཤེས་བྱོས་རོ་ཨ།

བཅུ་གཉིས་ནི་སུམ་འཐེན་ལ་བལྟ། བཅུ་གཉིས་ནི་སུམ་འཐེན་ལ་བསྡུ་དེ་ལ་བྲི་བ་ཡིན་ན་བད་ནོར་ཟེར། ལོ་འཐེན་ཐུ་ས་ཡོད་མར་ཁ་ཆེ་ནི་བཅུ་གཉིས་དེ་གཅིག་རེད་བ་གཅིག་ཡོད་ནི་སུམ་འཐེན་ཐུ་ཡ་དྲུག་ཁ་གེ་ཡོད་མ་ར་ཡ། འོ་ཞིན་དེ་ལ་སུམ་དེ་ལ་བྲི་ཡར། ལོ། ད་སུམ་གཉིས་ནི་སུམ་འཐེན་ཐུ་ཡ་ཁ་གེ་ཡོད་མར་བྱས་ཙང་ཁོ་གཅིག་དེ་ཕ་ཡར་གཅིག་དེ་ཕ་ཡི་འདི་ཁོ་རང་གཅིག་དེ་མེ་བ་ཆ་རེད་ལེ་གོ་ཆ་རེད། ཨ་འདི་ནི་གཅིག་བདེ་གཡས་མཚམས་སྐོར་བཅུ་གཉིས་ཆར། ལོག་སྐོར་བདུན་ལ་ཡོད་ན་སྐོར་བཅུ་གཉིས་རོ། ད་གསུམ་ནི་གྲངས་ཀ་ཅན་དང་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་བཅུ་གཅིག་བཅུ་གཉིས་ག་ཚོད་ཆ། གསུམ་དྲུག་དགུ་སྟེ་དགུ་ཚང་སོ། ད་དེ་ནས་ནི་གཅིག་པོ་གཅིག་རྐྱང་རེད་དེ་ཡིན་ན་ཡང་གྲངས་ཀ་གནས་གཅིག་མང་ཡོད་དོ་ལོ། བཅུ་གཉིས་ནི་ཅོག་གསུམ་དེ་ཡིན་ལ་ད་དེ་ཅུང་ཟད་ཡོད་མར་དགེ་ལེགས་ག་ཅིག་ནས་བྲིས་པ་དེ་བཞག་ཡོད་ལ་ན་ཨེ་འདི་རིགས་དེ་ཅུང་ཟད་ཡོད་མར་ད་གལ་སྲིད་ཁྱོད་རང་ཚོས་བྲིས་བ་ཨེ་འདི་མཐོང་བ་ཡིན་ན། ནོར་རེད་ད་ཟེར་ནས་ཞུས་རེད་ཡིན་ནས་ལན་འདི་ལ་བཟོད་ཐུ་ཨེ་ཡོད་ལོད་ད་ལན་ལ་བཟོད་ཐུ་ཨེ་ལ་ག་འདི་བྱེད་དགོས་རེད་ཟེར་ལ་བ་ཡིན་ན་ང་རང་ཚོ་བླ་བྲེ་པུའུ་ཆུང་ཆུང་ཡིན་པའི་སྐབས་སུ་ཁ་ཆེའི་རེ་མང་ཆེ་བ་ཆེ་ཅོག་གསུམ་སྔོན་ལ་ཁྲི་བཅུ་གཉིས་ལྔས་ལ་བཞག་སྒོར་དྲི་བ་དགེ་རྒན་དགེ་ཡོད་ར་ཨེ་འདི་བཟོས་ནས་བཞག་གི་རེད་ཡིན་ནས་འདི་ལ་རྒན་པ་སླེ་ཚར་རྗེས་ལ་ཨེ་འདི་དྲི་བ་སླེ་མ་སྲིད་ཡ་ཁ་ཁྱེད་ཡོད་མ་ར་བ་བྱས་སམ་ག་བྱས་རེད་ཟེར་ལ་ན་ཅོག་གསུམ་དེ་ལ་བཅུ་གཉིས་དེ་འདི་ཨོ་ནེ་མས་འདི་ར། ཨོ་ཁེ། གཅིག། ལས་བགོ་བྱ་སོགས་ལན་ཁ་རར་གཅིག་རར་ཡིན་ན་ཡང། ཐེན་ཙི་ག་ཅི་ནང་ལ། སྒྲིག་འཛུགས་ཅིག་ག་རེ་ཡོད་རེད་ཟེར་ན། སུའི་ག་ཅི་ཆད་འདུག་འོ་འདི་ག་ཅི་སང་ཉིན་ལན་དགོས་ལོ། བྱས་ཙང་ང་རང་ཚོས་དེ་ལ་ག་རེ་ལན་ཡ་རེད་ལ་ན། Negative One ལིང་གིར Answer དེ་ག་རེད་ལ་ན Negative One རེད། དྲི་བ་དེ་འདི་ནང་བཞིན་གཅིག་པ་གཞན་པ་བཅས་སླད་ཟེར་ད་ཉག་ངས་ཁྱོད་རང་ཚོ་ལ་ཐབས་ཤེས་ཤིག་སྤྲད་འོར་བ་དྲི་བ་དེ་ལན་བརྒྱ། ཨོ་ཁེ། བཅུ Minus ཉི་ཤུ། བཅུ་ནས་ཉི་ཤུ་ཐེན་དུ་ཡ་ག་སྐད་ཡོད་མ་ར་ཡ། བཅུ་ལྔལ་ཁྲི་ས་ངས་བཅུ་ནས་ཉི་ཤུ་ཐེན་ལ་འོར་ར་ཡ། ཨཱ་ནི་བཅུ་ནི་ཉི་ཤུ་ཐན་ལ། ཨཱ་འདི་བྱ་བ་ནི་ད་ཐན་ཐོན་མི་འདོག་ཡ། བྱས་ཙང་ང་ཚོ་ཁ་ཅིག་བོ་རེ་ལས་སླ་བོ་སུས་ཤར། ཉི་ཤུ་ནས་བཅུ་ཐན་ལ། ར། ཉི་ཤུ་ནས་བཅུ་ཐན་པ་ཡིན་ན་བཅུ་ལས་སོང་ཡིན་ནའི་སཱ་ཨན་སུ་ཝེ་ཅི་ཆེ་རེ་ཤ། ཉི་ཤུ་ཝེ་ཅི་ཆེ་རེ་ཤ་བྱས་ཙང་མཱིནས་སྟན་ཆར། ལན་འདི་ཧ་སེ། བཅུ་ག་ཅིག་སཱ་ཨན་བདུན་ལ་ཁ་སྐད་མེད་དུས་ཁ་སང་བསླབ་པ་ནང་བཞིན་གོ་བསླད་ཟིན་ཤར་བ། བཅུ་དང་ཉི་ཤུ་དོར་བ་ཡིན་ན་ཉི་ཤུ་ཆེ་བ་རེད་དོ། ཨོ་ཁེ། ད་དེ་ནས་ནས་གནས་གསུམ་ཡོད་རྒྱུ་དེ་ཚོ་འགྲུག་འདའ།

གཅིག་གི་གནས་འདིར་རེ་བཅུ་གི་གནས་འདིར་བྱས་ཙང་བཅུ་གི་གནས་ཀྱི་འོག་དེ་གོ་ར་ལ་བཞི། ཨོ། ཨ་ནི། དེ་ནས་ནི་གཅིག་གི་གནས་འོག་དེ་གོ་ར་ལ་ལྔ། ག་ཅིག་གོ་ལྔ་དེ་བཞི་བྱས་ལྔ་ལ་དུ་སོན་པ་ལྔ་དེ་གཅིག་གནས་རོ། ཨོ་ཁེ། ད་གསུམ་ནི་ལྔ་འཐེན་ཨེ་ལ་འཐེན་ཐོ་ཨེ་མ་བྱས་ཙང་དབྱར་དག་ལ་ནི་བུ་ལོན་གཡག་དྲོར་གཉིས་ལ། ལོ་གཉིས་ཀྱི་ཁ་ལ་རེ་ཡ་ཡ་གཅིག་སྤྲད་པ་བྱས་ཨེ་ལ། གཅིག་སྤྲད་ད་གཅིག་སྤྲད་ས་ནི་ཁོ་རང་གཅིག་ཆ་ཚ་བ་ཡ། ཅོག་གསུམ་ནི་ལྔ་ཐན་ཡིན་ན་ང་ཚོ་སྔར་ནི་གྲངས་ཀ་བརྩེགས་དང་དྲུག་བདུན་བརྒྱད་ཅོག་གསུམ་བར་དུ་བརྩེགས་དང། དགུ་བཅུ་བཅུ་གཅིག་བཅུ་གཉིས་ཅོག་གསུམ་གསུམ། དྲུག་བདུན་བརྒྱད་བརྒྱད་ཆ་སོ་ཨ། འདི་བསུབ་བྱ་ར། ཨོ་ཁེ་དེ་གཅིག་རེད་བྱ་ད། གཅིག་ནི་བཞི་ཐན་དུ་ཨེ་ཡོད་མ་ར་བྱས་ཙང་གཅིག་དེ་ལས་གཡར་ད་ལགས་རུས་ད་གོ་ལེ་གོ་ཆ་རེད་དེ་ལ་གཅིག་ལས་བཅུ་གཅིག་ཆ་བཞི་བཅུ་གཅིག་ནས་བཞི་ཐན་ལ་གྲངས་ཀ་བརྩེགས་དང།

ལ་ཏི་ཤོར་ཀར་གྷན་དེ་ཤི་ཡིན་ལ་ན། རྒྱས་གང་ལ་རྒྱས་ཡང་རྒྱོ་བསྡོམས་ན། བཅུ་དྲུག་རེ་ཤཱས་ང་ཚོ་གོ་ཡ་བཅུ་བདུན་རོ་ཨ plus one ལར plus one དེ་ཁ་ཆད་རེད་ཅིག་འདི་གང་དོ་མེར་དགུ་བྱེད་དོ་ཨ ok ཨ་ནི་དེ་ནས་ནི་གསུམ་ནི་གཉིས་འཐེན་ལ་ན་གཅིག་རེད་གཉིས་ནི་དགུ་འཐེན་ལ་ན་འཐེན་ཐུ་ཡ་མ་བྱེད་སང་གསུམ་གྱི་གཅིག་ཡར་དེ་གཉིས་ཆ་སོ་ཨ་གཅིག་ཡར་དགུ་ནི་བཅུ་བཅུ་ཡི་བཅུ་གཉིས་གསུམ་དེ་ལ་གཉིས་ཆ་ང་རང་ཚོ་ག་ཚོད་ཆ་སོང་ལ་ན་འབུམ་གཉིས་དང་སྟོང་དྲག་གསུམ་སོ་གཅིག་དགུ་བརྒྱ་དགུ་བཅུ་དགུ་དགུ་ཆར

ལྟ་དེ་ཁ་ཚང་སྡོམ་རྩིས་ཀྱི་བྱེད་སྟངས་ཤིག་ཏུ་འོང་དུས་གཅིག་པ་གཅིག་ཀྱང་དགེ་ལེགས་ཀྱི་ཐབས་ཤེས་གཉིས་ཀ་བསླབ་དགོས་སེམས་འདུན་མ་བྱས་ལོ། གཉིས་ཆ་གཅིག་དང། བཞི་ཆ་གསུམ། དེ་ནས་འཐེན་རྩིས་རྒྱབ། དང་པོ་དེ་ངས་ག་རེ་བསླབ་དགོས་ཟེར་ན་ཁྱོད་རང་ལ Cross Multiply བྱེད་སྟངས་བསླབ་དགོས་ལོ། Cross Multiplication།

གཅིག་པ་མ་ཡིན་ན། འཐེན་ཙིར། ལ། ད་ལྟ་གཅིག་པ་ཡིན་དུས་སྡོམ་ཚིག་བྱེར་ད་ལ། ལ་སོ། ཨ་ནི། ད་ང་རང་ཚོ་ད་རིང་གི་བརྙན་ཐུང་འདི་ནང་ལ་འཐེན་ཙིའི་ག་ཅིག་རྨང་གཞི་དེ་གྲུབ་ས་སོང། ཁྱོད་རང་ཚོ་ཕལ་ཆེར་ཤེས་ཡོད་གྱུར་བསམ་གྱི་འདུག་དོ་སྣང་བྱས་ནས་ཡག་པོ་སྦྱངས་ཡོད་གྱུར་བསམ་གྱི་འདུག་ར། ཨ་ནི་གལ་སྲིད་མ་འོངས་པ་ང་རང་ཚོ་སྡོམ་ཚིག་དང་འཐེན་ཙིར་ད་ཆ་ས་སོ། བསྒྱུར་རྩིས་དང་བགོད་རྩིས་འགའ་ཅིག་ངས་དམིགས་བསལ་དེ་འདི་བསླབ་གོ། དེ་ནས་ནི square ག་འདི་བྱེད་དགོས་རེད་ཨ་ནི square root ག་འདི་ཚེག་དགོས་རེད་ར་བ། དེ་ཚོ་ཚང་མ་དགེ་ལེགས་ཀྱི་བསླབ་པའི་ཆེད་དུ་བརྙན་ཐུང་བཟོས་ཀྱི་ཆ་བཞི་ཡོད་ཁྱོད་རང་ཚོ་ཆེད་དུ་མུ་མཐུད་ནས་བཟོས་ཡིན་ཨ་ནི་གལ་སྲིད་བྱུང་ན་ཁྱོད་རང་ཚོས་སྦྱང་བའི་སྐབས་སུ་གཏི་མུག་ལྟ་ཡོད་ནང་བཞིན་ཨ་ཅེ་འདི་བལ་སྐོར་བལྟ་མ་བདེ་བ་ཆེ། དེབ་ཅིག་ཁེལ་བྱས་ར་བ་སྨྱུ་གུ་ཅིག་ཁེལ་བྱས་དྲི་བ་ག་རེ་བཏང་གི་འདུག་ཁོ་ར་དགེ་ལགས་ཀྱིས་མ་བསླབ་སྔོན་ནས་ང་ཚེ་ཡ་ཡིན། བྱས་ཙང་བིད་ཀྲོ་དེ་བཀག་ར་བ་ཨ་ནི་ཁྱོད་རང་ཚོས་ཚེ། ལན་འི་འགྲོས་པར་ལན་འགྲིག་འདོག་མི་འདོག་ཏ་ཏ་ཨ Destroyer ར་བྱས་ཙང་ཁྱེད་རང་ཚོ་མ་འོངས་པར་སློབ་སྦྱོང་ཡག་པོ་བྱེད་ཐུབ་ཡག་གི་རེ་བ་ཡོད་དགེ་ལགས་ཀྱི་བརྙན་ཐུང་འདི་འདྲ་རིགས་མུ་མཐུད་ནས་བཟོ་ཡག་གི་ཐབས་ཤེས་བྱིའོ་ལགས། ལ་སོགས་ཚང་མ་ལ་ཚེ་རིང་བོད་ཀྱི་སློབ།